འགྲོ་བ་ལྷ་དང་བཅས་པའི་མ་འདྲིས་པའི་མཛའ་བཤེས་ཆེན་མོ། གཞིས་བྱེས་བོད་མི་ཡོངས་ཀྱི་མགོན་སྐྱབས་དང་དཔུང་གཉེན་དམ་པ། མེ་ཏོག་གངས་ལ་ཕོབ་པའི་ལྷ་སྐལ། འཕགས་མཆོག་སྤྱན་རས་གཟིགས་ཀྱི་རྣམ་སྤྲུལ། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གིས་དབུས་པའི། རིས་མེད་བསྟན་བདག་བླ་ཆེན་རྣམ་པ་ཡོངས་ལ་གུས་གསུམ། གུས་ཕྱག་སྔོན་དུ་ཕུལ་བའི་སྒོ་ནས། བོད་ཀྱི་གཉེན་སྒྲིག་གསན་གཟིགས་གནང་མཁན་གྱི་གཞིས་བྱེས་བོད་མི་ཡོངས་ལ་དགའ་དད་སྤྲོ་གསུམ་གྱི་སྒོ་ནས་འཚམས་འདྲི་དང་སྦྲགས་ལྷ་སྐལ་བཟང་བཞེས་ཞུ་རྒྱུ་ཡིན། ད་རིང་གི་ཐ་སྙད་ངོ་སྤྲོད་ལེ་ཚན་དེ་འགོ་འཛུགས་མ་ཞུས་གོང་ལ་བདུན་ཕྲག་སྔོན་མའི་ནང་ངོ་སྤྲོད་ཞུས་པའི་ཐ་སྙད་དེ་དག་རགས་ཙམ་བསྐྱར་བཤད་ཞུས་པ་ཡིན་ན། Food Chain། ཟས་ཀྱི་རྒྱུད་འཁོར། Water Cycle།

ནད་པ་འདྲེན་འཁོར། དམིགས་བསལ་བཟའ་རག་གི་ནད་པ་དང་རྨས་སྐྱོན་ཕོག་པའི་སྐྱེ་བོ་རྣམས་སྨན་ཁང་ནས་ཕར་ཚུར་འོར་འདྲེན་བྱ་སྤྱད་ཀྱི་རླངས་འཁོར་ཞིག། གཉིས་པ། Antenna། གནམ་སྐུད། ཁབ་ལེན་གྱི་འགྱེད་འཕྲོ་རྒྱང་སྲིང་དང་བསྡུ་ལེན་བྱ་སྤྱད་ཀྱི་ཡོ་བྱད་ཞིག། གསུམ་པ། Back Scratcher། རྒྱབ་འཁྲུག། འདྲི་གཅོད་ཞུས་པ་ཡིན་ན། སྨྱུག་མ་སོགས་ཀྱིས་བཟོས་པའི་ལག་པའི་དབྱིབས་ཅན་གྱི་རྒྱབ་ལ་འཁྲུག་སྤྱད་ཀྱི་ཡོ་བྱད། བཞི་བ། Bakery། བག་ཟན་ཚོང་ཁང། བག་ལེབ་དང་སྤྲི་གོར་སོགས་བཟོ་ཚོང་བྱེད་སའི་གནས་ཤིག། ལྔ་པ། Circus། སྒྱུ་རྩལ་འཁྲབ་སྟོན། དམིགས་བསལ་སྦྱོང་བརྡར་སྤྲད་པའི་དུད་འགྲོ་དང་མི་ཡི་རྒྱུ་མཚན་གྱི་འཁྲབ་སྟོན་སྟོན་མོ། དྲུག་པ། Cloak Room། དུར་འཇོལ་ཁང། འགྲེལ་བཤད་མདོར་ཙམ་ཞུས་ན། མེ་འཁོར་བབས་ཚུགས་སོགས་སུ་འཕྲད་སའི་དོ་ཆས་དང་ཐུམ་སྒྲིལ་སྤྱོད་སའི་ཁང་མིག།

བཀོལ་སྤྱོད་མཉེན་ཆས་ཀྱི་ཁ་བྱང་ཀྲིབ་ཀྲམ་ཞེས་པ་གཉིས་ཀྱི་ནང་གཟིགས་རྒྱུ་ཡོད་པས་ལྷན་རྒྱས་ཚོས་དྲ་ཚིགས་དེ་འཚོལ་བཤེར་དང་མཉེན་ཆས་དེ་ཕབ་ལེན་གནང་སྟེ་གཟིགས་གནང་ཡོང་བ་ཞུ། ལེ་ཚན་དེ་རྒྱ་ཁྱབ་འགྲོ་བའི་ཆེད་དུ་སྐུ་ཉིད་ནས་གཟིགས་གྲུབ་པའི་རྗེས་སུ་རང་གི་བཟའ་མི་བུ་ཕྲུག་དང་གཉེན་ཉེ་མཚན་གྲོགས་པོ་གྲོགས་མོ་སོགས་ལ་བརྒྱུད་བསྐུར་གང་མང་གནང་རོགས། ཐུགས་རྗེ་ཆེ། ང་ཚོས་ལེ་ཚན་རྗེས་མེད་ནང་སླར་ཡང་མཇལ་ཡོང། རྣམ་པ་ལྷན་རྒྱས་སྐུ་གཟུགས་ལ་ཐུགས་ཅག་གནང་དགོས།